ཟླ་བ་འདིའི་ཕྱི་ཚེས་ལྔ་ནས་དགུ་བར་ཉིན་གྲངས་ལྔའི་སྟེང། ཡང་ལྷོ་ཕྱོགས་སྦལ་ཀུབའི་བོད་ཕྲུག་ཁྱིམ་སྡེའི་དགེ་ལས་སློབ་གསོའི་ལྷན་ཚོགས་ཐོག་ཨ་རི་ནས་མི་ལྔ་དང Swiss ནས་བཞི། དེ་བཞིན Belgium དང་ཨི་ཡུན་བཅས་ནས་རེ་རེ་བཅས། ཁྱོན་ཡན་ཕྱི་རྒྱལ་ཡུལ་གྲུ་ཁག་ནས་མི་གྲངས་བཅུ་གསུམ་དང་དེ་བཞིན་རྒྱ་གར་ས་གནས་འདྲ་མིན་ཁག་ནས་དགེ་ལེགས་སློབ་གསོ་བཅས་ཁྱོན་མི་གྲངས་ལྔ་བཅུ་ང་གཉིས་ལྷན་འཛོམས་ཐོག་བལ་གོས་པའི་བོད་ཕྲུག་ཁྱིམ་སྡེའི་དགེ་ལེགས་སློབ་གསོ་ལྷན་ཚོགས་ཀྱི་དམིགས་ཡུལ་གཞིར་བཟུང་གི་བོད་ཁྱིམ་སློབ་གྲྭའི་དགའ་ལྡན་གསར་པའི་ཆེད་དུ་བསླབ་གྲྭའི་ནང་ལེགས་སྦྱར་དཔེ་སྐྱོན་ལྷན་འཛོམས་ཞིག་གནང་ཡོད་པ་རེད། སློབ་གྲྭ་ལ་གཅིག་འཛོམས་ཐུབ་པ་ཡིན་ན་ནི་དེ་ང་ཚོ་གི་དན་ད་བར་དུ་ལེགས་སྦྱར་བྱེད་དགོས་དེ་གའི་སློབ་གྲྭ་གི་སྟངས་འཛིན་ག་འདྲ་བྱེད་དོ་ཕན་ཐོགས་ག་ཚོད་བྱུང་འདུག་དེ་གས་ཅིག་ལྟ་ཐུབ་ཀྱི་འདུག་ད་ང་ནང་བཞིན་མ་འོངས་པ་ང་ཚོའི་སློབ་གྲྭ་ལ་དགོས་མཁོ་ཅན་གྱི་ལེགས་སྦྱར་ག་འདྲའི་འདྲ་བོ་བྱེད་ཐུབ་ས་རེད་ཨ་དེ་ག་རེ་ག་རེ་གནས་ཀྱི་འདུག་དེ་དངོས་སུ་ཨ་ང་ཚོ་གི་མཐོང་ཐུབ་པ་ཡིན་ན་ཨ་ཕན་ཐོགས་པོ་ཡོང་ས་རེད་དེ་གི་ང་ཚོ་དེ་ལ་ཅིག་ཅར་རེད། ལྷན་ཚོགས་དེའི་སྐབས་གཙོ་བོ་འབལ་གོ་པའི་བུ་ཕྲུག་གིས་མདེལ་དབུ་བརྙེས་ནས་ལོ་ང་བཞི་བཅུ་ཞེ་བཞི་འཁོར་བའི་རྗེས་དྲན་མཛད་སྒོ། ཚོགས་ནང་གཞན་སྐབས་དེར་བོད་ཁྱིམ་སྤྱི་ཁྱབ་དབུ་འཛིན། བསོད་ནམས་ཚེ་མཆོག་ལགས་ཀྱིས་གཙོས་པའི་འབལ་གོ་པའི་བུ་ཕྲུག་གི་མདེལ་དབུ་འཛིན་ལས་ཟུར་རྣམ་པ། མགྲོན་དཔེ་འགའི་མཛད་སྒོ་ཚོགས་གནང་བ་སོགས་ལས་རིམ་འདྲ་མིན་གོ་སྒྲིག་གནང་ཡོད་པ་མ་ཟད། ད་དུང་ཁྱིམ་སྡེ་དེའི་སློབ་ཕྲུག་རྣམས་ལ་མདུན་ལམ་དང་འབྲེལ་ཏེ་བོད་ཁྱིམ་སློབ་གསོ་ལས་རིགས་འདྲ་མིན་གཉེར་བཞིན་པ་རྣམས་ཀྱིས་རང་གི་ཉམས་མྱོང་དང་འབྲེལ་བའི་གཏམ་བཤད་གོ་སྒྲིག་གནང་ཡོད་པ་རེད་འདུག། དེ་ར་ད་སློབ་ཟུར་རང་རེད་ད་བལ་གོ་བའི་བོད་རུ་ཁྱིམ་སྡེ་དེའི་ནང་ལོག་ནས་ད་ཁ་ཤས་ཀམ་ཕུའུ་ར་མཁས་དབང་ཁ་ཤས་ཨེམ་ཇེ་ཁ་ཤས་ནུརས་དང་ན་ཤེ་ཁ་ཤས་ད་དེ་འདྲའི་ཅིག་ཕྱི་མི་རྡོ་རྗེ་ལ་ཞུ་བ་ཅིག་ཕེ་ཡོད་ར Drug Addict ག་ལ། ཨ་ནི་ཁོ་རང་གི Center ཚུད་ཡོད་རེད། དེ་འདྲའི་ཐོག་ལ་ནི་བོད་དངོས་སུ་སོ་སོ་ཉམས་མྱོང་ཡོད་བ་དེ་བང་མ་བཤད་དེ་དྭགས་ནང་བཞིན Five Star ཟ་ཁང་ནང་ལ Chef དེ་འདྲའི་ད་སྒྲ་མི་ར་དེ་འདྲ་ཞུས་བྱས། ཡང་བོད་ཁྱིམ་སྤྱི་ཁྱབ་དབང་འཛིན་བསོད་ནམས་རྩེ་ཆོས་ལགས་ཀྱིས་གཙོ་ན་བོད་ཕྲུག་ཁྱིམ་སྡེ་དབུ་འཛུགས་གནང་བ་ནས་ད་བར་སློབ་ཕྲུག་སྟོང་ཕྲག་ལྔ་བཅུ་སློབ་སྟོན་བྱུང་ཞིང་དེའི་ནང་སློབ་གསོའི་ཚོགས་པ་བཙུགས་པ་སོགས་བྱུང་བའི་ནང་ལོ་ནས་དར་གུད་པའི་བུ་ཕྲུག་ཁྱིམ་སྡེའི་དགེ་ལས་སློབ་ཆུང་རྣམ་པས་ཁྱིམ་སྡེའི་ནང་འཛུགས་སྐྲུན་གྱི་ལས་འཆར་སྤེལ་གནང་ཡོད་པ་མ་ཟད། ད་དུང་ཁྱིམ་སྡེ་དེ་འཛིན་སྐྱོང་གི་ཐད་ལེགས་སྤེལ་ཉེས་འགོག་གི་དགོངས་འཆར་བཏོན་པ་སོགས་ཀྱིས་ཕན་ཐོགས་བྱུང་ཞུས་སྐོར་གསུང་གནང་བྱུང། ང་རང་ཚོ་བུ་ཕྲུག་ཁྱིམ་སྡེ་གྱི་གཅིག་ག་ཚོད་ལ་དང། ཤེས་ཡོན་དང་སྤོ་བོའི་གཅེས་སྐྱོང་ཙམ་མ་ཡིན་པའི་སྤྱི་བཏང་གི་ལས་དོན་གང་ཅིའི་ཐོག་ལ་ཡང་ཅིག་བསམ་འཆར་བསྡུ་རུབ་བྱས་དང་དེ་འདྲའི་ཐོག་ལ་ཕན་ཐོགས་ཆེན་པོ་ཞིག་ཡོང་ཐིག་འདུག་ལ། དེ་འདྲའི་ཡིན་དུས་བསམ་པ་དང་འཛིན་སྐྱོང་གི་ཐོག་ལ་ཡང་ཅིག་སྐར་ཚོགས་རེར་གོམ་པ་གང་འདྲ་ཞིག་རྒྱག་གི་ཡོད་ནས་དེའི་མ་འོངས་པ་གི་ཡང་འཆར་གཞི་སྒྲིག་ཕྱོགས་ཐོག་ལ་ཡང་མཚམས་མཚམས་དྲིས་པ་དྲིས་ལན་དང་བསམ་ཚུལ་བཅད་ལེན་དེ་འདྲ་ཡོང་ཐིག་འོ་རེད་འོང་དེ་འདྲའི་ཐོག་ནས་བྱེད་དུས་ཡང་སྒོ་སློབ་གསོ་དང་ལས་བཟོ་ཚོ་སྟབས་རྒྱུས་མངའ་ཡོད་པའི་ཆ་ནས་དང་ནི་ཅིག་སོ་སོ་གི་ཡང་གནས་ཚུལ་འདྲ་མ་འདྲ་གོ་ཐོག་ཡོལ་བའི་ཆ་ནས་ང་ཚོ་ཡི་དྲོད་དུ་བྱས་ལ་དུ་བའི་ཟུག་རྡུག་སློང། རྒྱ་གར་ལྷོ་ཕྱོགས་སྦལ་ཀུབེ་བོད་ཕྲུག་ཁྱིམ་སྡེའི་དགེ་ལས་སློབ་གསོ་ལྷན་ཚོགས་དེ་ནས་བོད་ཁྱིམ་སྡེའི་དགེ་ལས་སློབ་གསོ་དཀའ་ངལ་ཅན་རྣམས་ལ་རོགས་སྐྱོར་གནང་རྒྱུ་དང་བོད་ཁྱིམ་སློབ་གྲྭའི་བཀའ་དྲིན་གསབ་པའི་ཆེད་དུ་སློབ་གྲྭའི་དགོས་མཁོ་གང་ཆེ་བརྗོད་སྒྲོན་གནང་རྒྱུའི་དམིགས་ཡུལ་གཙོ་བཟུང་ཐོག་ཕྱི་ལོ་ཉིས་སྟོང་བཅུ་བཞི་ལོར་ལྷན་ཚོགས་དེས་གསར་འཛུགས་གནང་བ་ཞིང་པ་དང་སྦལ་ཀུབེ་བོད་ཕྲུག་ཁྱིམ་སྡེ་ནས་སློབ་ཐོན་བྱུང་བའི་སློབ་མ་ཡིན་པ་ཡིན་ན་དེའི་ཆ་ཤས་ཡིན་པ་ལས་ལྷན་ཚོགས་དེའི་ཚོགས་མིའི་དམིགས་བསལ་མེད་ཀྱང། ལྷན་ཚོགས་དེའི་འཛིན་སྐྱོང་གི་ལས་དོན་གཉེར་མཁན་རྒྱུན་ལས་མི་དྲུག་དང། རྒྱ་བལ་འབྲུག་གསུམ་དང་ཕྱི་རྒྱལ་ཡུལ་གྲུ་ཁག་བཅས་ས་གནས་འདྲ་མིན་ཁག་གཉིས་རྩ་གཉིས་ཀྱི་ནང་འབྲེལ་གཏུག་པ་ཡོད་པ་རེད་འདུག་ལ་ལྷན་ཚོགས་དེའི་ངོས་ནས་དེ་སྔ་འབར་དགུ་པའི་བོད་ཕྲུག་ཁྱིམ་སྡེ་ལ་དགོས་མཁོའི་རོགས་སྐྱོར་ཁག་གནང་ཡོད་པ་རེད་འདུག། ན་སོ་ད་ཐེངས་ད་བར་དུ། ང་ཚོ་གི

ད་དེ་ཆ་ཚང་བ་ཅིག་ང་ཚོ་མཐུན་འགྱུར་བྱེད་ཐུབ་ཡོད་རེད། སྐལ་བཟང་མགྲོན་མོ་ལགས་ཀྱིས་མགོ་ཁྲིད་པའི་ད་ལྟའི་སྦལ་ཀུ་བི་བོད་ཕྲུག་ཁྱིམ་སྡེའི་དགེ་ལས་སློབ་གསོ་རྒྱུན་ལས་རྣམ་པས། སློབ་གྲྭའི་ནང་ཚན་རིག་བརྟག་དཔྱད་ཁང་གི་ནང་དགོས་མཁོའི་ཡོ་བྱད་ཁག་མཁོ་སྒྲུབ་གནང་བ་དང། གློག་བརྙན་སྟོན་བྱེད་ཀྱི་འཕྲུལ་འཁོར་ཁག་དང་དེ་བཞིན་བྱིས་པ་རྣམས་ལ་དཔེ་ལྟའི་གློག་ཁང་བཅས་ཀྱི་མཐུན་འགྱུར་གནང་ཡོད་ཅིང། རིང་མིན་ཁོང་རྣམ་པས་སྦལ་ཀུ་བི་བོད་ཕྲུག་ཁྱིམ་སྡེའི་ནང་ལམ་དགའ་སྐྱ་སོགས་ནང་བསྟན་མཁན་ཡོད་པ་རེད་དོ། ད་ད་ང་ཚོ་ཆ་ཤི་མང་པོ་ཆ་ཤི་ལ་ང་ཚོ་དངུལ་དང་ཨོ་སི་རུབ་གྲུབ་ས་རེད་དེ་སློབ་གྲྭའི་ལམ་དགའ་དེ་སྐྱོ་བོ་དུ་བ་དེ་ག་ཨ་ནེ་ང་ཚོ་ཟླ་བ་གཉིས་གསུམ་ནང་ལ་ཨ་ནེ་དེ་གྲ་སྒྲིག་བྱེད་ཀྱི་ཡོད་རེད། བལ་གུ་བའི་བུ་ཕྲུག་གིན་དེ་དགེ་ལས་སློབ་གསོ་ལྷན་ཚོགས་ཐེངས་དང་པོ་དེ་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་གནང་ཡོད་ཅེས་དང་ལེན་གྱི་ལྷན་ཚོགས་དེ་ནི་ཐེངས་གཉིས་པ་ཞིག་ཆགས་ཀྱི་ཡོད་པ་རེད་འདུག་ཡང་ལྷོ་ཕྱོགས་བལ་སྐུད་པའི་བུད་མེད་གཞིས་ཀ་ནས་ཨེ་ཤ་ར་བ་རླུང་འཕྲིན་གྱི་གསར་འགོད་པ་པད་དངོས་གྲུབ་ཀྱི་གནས་ཚུལ་སྙན་སྒྲོན་ཞུ་རྒྱུ།